སོ་སོའི་ལུང་པ་གི་ལྷའི་མིང་དེ་ཡག་པོ་དེ་ཁོ་ཚོའི་ལབ་ཤེས་ཀྱི་མེད་པ་མི་མང་ཏིག་དེ་འདྲས་ཀྱི་རེད་ད། ད་རོ་ཨ་ཏི་ཁམས་པ་གི་མདོ་སྟོད་ཀྱི་མི་ཅིག་ད་ཀྲ་ཀྲ་འདྲ་བོ་དེ་ལ་དེ་ནས་ཆོས་འདི་ལོང་ལོང་མི་ཆོག་ཅིས་མི་ཆོག་ཆོས་ལུགས་ཐོབ་མེད་གོ་ས་མེད་ཤེས་ས

ག་རེ་རྩོད་པ་བགྱི་འོང་ཡ་རེད། ངོ་མ་འདྲ་ཡ་ལ་ད་མུ་སྟེགས་པ་དེ་ཚོར་མདོར་ན་མུ་སྟེགས་པ་ལ་རྩོད་པ་བགྱི་བའི་དེ་རེས་ཀ་ཏོ་མུ་སྟེགས་པ་དང་དེ་ནས་ཡེ་ཤུ་དང་ཁ་ཆེ་ད་དེ་ཚོ་ཐེ་ཀ་ལ་ཏཱ་ལི་བླ་མ་ཀེ་ས་ཕུ་གསོལ་བ་འདེབས་དེ་ནས་དངོས་གནས་གྲོང་ནས་ཀི་དེ་ཚོ་ཀི་ཞང་པོ་ཁོང་དེ་ཚོ་ཀི། བརྒྱ་བཅུ་གྲངས་ལ་འདོགས། ད་དེ་འདྲའི་བའི་དེ་གོ་བ། དེ་འདྲའི་བའི་དེ་མ་དེ་ལ་ད་རོགས་པ། ཁྱོད་དེ་བས་དེ་ནས། སྐྱབས་ཁོང་རིན་པོ་ཆེ་ལ་བསྟོད། ཁྱོད་དེ་སྐྱབས་ཞུ་ས། འགོང་ཞུ་ས་དེ་ཡེ་ཤུ་ལ་གསོལ་བ་འདེབས། ཡེ་ཤུ་ལ་དད་པ་གཞོག་འདུག་མོད། ཁ་ཆེ་ལ་གསོལ་བ་འདེབས། ཁ་ཆེ་ལ་དད་པ་གཞོག་འདུག་མོད། ཧེ་འདུས་ལ་གསོལ་བ་འདེབས།

རྒན་མོ་ཁྱོད་ཀྱིས་སྐད་ཆ་བཤད་ཡོང་གི་འདུག་ཨ། ག་རེ་བཤད་གི་འདུག་ཟེར་ནས་ཁོ། ང་ཁྲིད་མ་བྱས་ལ་མ་སླེབས་དང་འགྲོ་གི་རེད་ཟེར་ང་བོའུ་ལ། ད་བོའུ་ལ་ཅིག་སླེབས་འགྲོ་དུས་ང། དེ་ནས་ཆབ་མདོ་དང་ཅིག། དེ་ནས་མ་བྲག་གཡབ་དང། དེ་ཚོ་ལ་ང་འགྲོ་གི་མ་རེད། ད་ཁོ་སླེབས་འགྲོ་ས་ཨ་རེད། ད་ཁོ་བོའུ་ལ་ཅིག་སླེབས་འགྲོ་ས་རེད་བས། དངོས་གནས་གྲོང་ནས་ཀྱི་རྒན་མོ་ཁྱོ་དགོས་ཡག་རེད་ཁོ་བོ་ལ་ཀྱི་སླེབས་སོང་ན་དེ་རིང་ངས་བསྡད་ཅིག་ཐོག་མར་བདེ་མོ་མིན་པ་ཧོ་ང་བསྡད་ཅིག་ང་རྡོ་རྗེ་པ་དེང་གི་ལག་ཏུ་ཐོག་མ་དེ་བདེ་མོ་མིན་པ་ཅིག་ཤོག་ཁོ་མ་ལེན་ན་དེ་ཁོས་བསྡད་ཅིག་ཐོག་མ་བདེ་མོ་མིན་པ་ཅིག་དེ་ནི་ཧ་གོ་ས་རེད་བ་ཨོ་དེ་འདྲས་རེད་ད་ཁོ་རང་ཆབ་མདོ་ལ་འགྲོ་གི་མེད་བྲག་གཡབ་འགྲོ་གི་མེད་ན་ད་དེ་ནང་ལ་འོང་རོགས་ཅིག་འདོད་ན་ད་སུ་སྐྱེག་སུ་སྐྱེག་ད་ཡོད་མ་རེད། དངོས་གནས་དོགས་གནས་ཡོད་མ་རེད། ཏཱ་ལའི་བླ་མ་ཕེབས་རོགས་གྱིས་ང་ཚའི་ལུང་པ་ལེན་རྒྱའི་མི་གཉིས་ཕེབས་རོགས་གྱིས་དགོངས་དག་ཐུགས་གཏན་ད་ཞུ་ཉེས་ཡོད་མ་རེད། དེ་ནས་ཁོ་དེ་ག་ཏཱ་ལའི་བླ་མ་ལ་དེ་ནས་དགོངས་དག་ཐུགས་གཏན་འདྲ་བོ་ཞུ་རྒྱ་ནས་ཡག་པོ་ཡོད་རེད་ཟེར་ནས་བཤད་གི་འདུག་བ། ངོ་ཚ་དགོས་ཡ་རེད། དངོས་གནས་གྲོགས་གནས་ཀྱི་ནི་ཏཱ་ལའི་བླ་མ་འཁོར་རོགས་ཀྱི་དངོས་གནས་གྲོགས་གནས་ཀྱི་ཕ་ཨོའོ་བོ་མི་མང་གི་མདུན་ལ་པུ་མོ་བཙོག་ད་ང་རྒད་པོ་གི་ནོར་འཁྲུལ་ཅི་དྲག་བྱས་འདུག་ད་ང་གི་བོ་མི་མང་དེ་ཕུ་བཏོག་ཕུ་ལ་བཏོག་མདའ་བཏོག་མདའ་ལ་བཏོག་དེ་ནས་ཁང་ནང་ཆོ་ག་གསུམ་ནི་དབྱེ་འབྱེད་བྱེད། ཧོ། ང་རང་གང་དག་རང་གྲུབ་གནས་ཀྱི་དེ་ནས་སྐྱབས་མཆོག་ཁྱོད་ཚོ་སྐྱོབས་སོ། ཧོ། དེ་ཚོ་ཚང་མ་ཁྱོད་ཚོ་ལྟོགས་བཅུག་ནི་སུས་ང་སྐྱིད་པོ་གཏོང་ས་བཟོས། ཧོ། ད་དེ་འདྲའི་བཟོས་རྒྱག་ཡ་དེ་ཁྱི་གིས་ཚང་མ་ལ་མཐོ་ལོག་རྒྱག། བཟོ་པ་སོ་ཟེར་དགོས་ཡ་ཞུ་དགོས་ཡ་ཚོགས་ཕུག་མི་མང་ལ་ཞུ་དགོས་རེད། ཧོ། དེ་མི་དགོས་ལས་དེ་ནས་རྒྱ་གར་རྡོ་རྗེ་གདན་ལ་འགྲོ། རྡོ་རྗེ་གདན་དེ་དང་དེ་ནས་ཧོ། ནཱ་ལེནྡྲ། Nalendra། དེ་ཕ་ཅལ་ད་ཁོ། ཁོ་ཏཱ་ལའི་བླ་མ་གི་ཡིན་དང་འགྲོ་འདྲ་བོ་བཤད་གི་འདུག་བ་པ་ན་རེ་འདྲ་སེ་འོང་དུས་དེ་ནས་ནང་པ་སངས་རྒྱས་པ་འོང་ས་བཟུང་ས་ད་དེ་ནས་ནས་ནས་དེ་ནས་ག་དུ་འཛེགས་འོ་དེ་ཚོ་ཚང་མ་ད་ཁྱོད་ཀྱི་རྩ་བ་འདྲ་བོ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་གཙོར་བཟུང་བའི་རིགས་དེ་བཅོམ་ལྡན་འདས་འདས་ཚར་དུས་ཡ་ད་དེ་ནས་རྫོགས་ཏེ་དེ་ནས་འོ་གྲུབ་ཏེ་ད་ད་ད་གི་འོ་འཕན་པོ་ད་ད་དེ་ཚོ་གི་པ་ན་རེ་འདྲ་ནས་མ་ཁྱོད་ཁྱོད་དེ་ཚོ། ས་ག་གེ་གཉིས་སམ་ཚོང་མ་དག་ཆུ་རྒྱུག་འཐུག་ཚ་དང་ན་ལེན་འདྲ་རེ་བ་རེ་བ། ད་ལྟའི་ཁོག་གི་དབུལ་འདོད་འདྲ་བོ་དེ་ཤི་བོ་སེམས་བདེ་བོ་སང་ཁོས་སྐྱེལ་གཏོང་བས་ཀྱི་འདུག་བ། སྔོན་ལ་ཚ་ཡ་མི་འདུག་སྔོན་ལ་སྐར་འཁྲི་ཡ་མི་འདུག་ད་རུང་ང་ཚོ་མི་ལ་རེ་བ་ལ་ཁོ་རང་འཇིག་རྟེན་སྒེར་སྡོང་ལ་རེ་མ་གཏོང་འཇིག་རྟེན་སྲིད་སྡོང་ལ་ག་གེ་ཤི་གི་མ་རེད། ཁོ་གྲྭ་ས་འགྲིམ་ཡོད་མ་རེད་ཁོག་གི་དཔེ་ཆ་ལྟ་མྱོང་བ་མ་རེད།

ཁ་རོ་དཔེ་ཆ་དེ་ཁྱེད་ཡིད་དུ་ཁ་ལ་གེ་རུ་ཕོག་སོང་ནི་དེ་དཔེ་ཆ་ཁྱེད་མ་རེད་བ་དེ་ཁ་བདེ་བོ་བཟུང་ལེ་རེད་བ་ད་ཨོ་དོང་ངོ་མ་དུ་མ་ཤེས་ན་ད་སོང་དེ་མ་དེ་ཁྱེད་མི་འདོར་བ། དེ་ནས་ཨ་མེ་རི་ཀ་ལ་ད་ལྟ་ཨོ་དུས་ཚོད་དེ་སྐྱེལ་ཡོད་རེད། ཨོ་ཡེ་ཤུ་གི་དུས་ཆེན་སྐྱེལ་ཡོད་རེད་དེ་ནས་སྒོ་ང་མང་པོ་དེ་ཚུར་རྒྱབ་ཚུལ་འདྲ་མི་འདྲ་གཙོ། ད་སྤུ་གུ་དེ་དག་གི་དེ་སྒྲོག་བཅུག་ནས་སྤུ་གུ་རེ་རེ་གི་ག་ཚད་ར་སོགས་རྟ་ཟ་འདྲ་བྱས་པ་རེད། དེ་ལ་དེ་ནས་མི་རེ་རེ་ལ་སེར་བོ་རེ་རེ་ལ་ཨབ་ལ་བཟང་བཅུག་དེ་སྤུ་གུ་ག་ཁྱེད་ཀི་དེ་ནས་ག་ཚོད་ཐུ་ཐུ་ཏོག་མེད་ན་ཁ་ཡག་ནས་སྒོ་ང་ག་ཟ་འདྲ་གི་ད་ལས་རྒྱུ་ནས་མི་མཐོང་ན་དེ་སྒྱོགས་དེ་རེ་དེ་ད་དོང་ད་སྐྱིད་པ་འདྲ་བོ་རེད་འདུག་བ། ཆུ་ངོ་མ་ཆུ་ཐོག་ཏུ་སེར་ཡག་དེ

ཅེས་མཁའ་ལ་འཕོངས་འགྲོ་ཟེར་ཅེས་ཏཱ་ལའི་བླ་མ་འདྲ་བོ་ཆང་འདྲ་བོ་བསྡུ་བ། ཧོ། ཁོ་རང་ཚོང་ལ། ཧོ། དེ་ནས་ད་ལྟ། ཧོ། རྡོ་རྗེ་ཤུགས་ལྡན་བསྟན་འཛིན་མི་ཁི། ཧོ། དགེ་བསྐྱེད་དང་བཅས། ཧོ། ད་མཁན་པོ་དང་དེ་གའི་ཁྱོད། ཚོར་ཞིང་གསང་འདུས་ནོར་ལྷུག་ལྷུག།

ཨོ། ཁོ་རང་ཚོ་ལ་སྡིག་མཚན་སྐྱེ་ཨ་སྨྲས་སྐྱོ་དོན་འདི་དེ་རེད། ཨོ་ད་ལ་ཉོན་མོངས་དོགས་ང་དངོས་གནས་གྲོང་ནས་ཁེ། ཨོ་མི་སྐྱ་སེར་ནག་ཕོ་ར་ཚ་རེད་ཁེ། ཨོ་སྐད་ཆ་དེ་ཚོ་ཚང་མ་ཐུགས་ཁྱེད་ཡོང་གི་འདུག་བ་ཁེ་ཕོ་སྐད་ཆ་འདྲ་བོ་ཁེ་ཁྱེད་ཀྱི་མི་འདྲ་བ། རི་བོ་དགེ་ལོག་པ། ཨོ་མཐོང་གྲུབ་དགོ་ཆ་མཉམ་དགོ་མཐུན་དགོ་ཡག་དགོ་ཟེར་ཡག་ནི་ཁྱེད་ཀྱི་མི་ད། ཨོ་བཟོ་པ་སྒང་དགོ་སྙིང་རྗེ་བྱེད་དགོ། ཨོ་ད་དེ་འདྲ་ཁྱེད་རང་སྐད་ཆ་ཤེས་གི་མི་འདུག།

ད་དེ་ཡོང་སྐྱིད་ཡོང་སྐྱིད་རེད་དེ་ལས་ཁྱི་གཉན་པོ་ཁྱི་མི་འདུག་ཨ། ད་དེ་འདྲའི་དགྲ་བོ་རེད་ཁ་དྲོ་རྒྱུ་ཚེ་རིང་རྒྱུ་ཚོགས། ད་མང་པོ་སྐྱེ་གི་ཐ་ན་ལས་ཨོ། ད་དེ་པ་རྒྱ་ཨ་ཆ་པུ་དགུ་ད་ད་ཡོང་ཁོ་ཨོ། ད་པོ་ཐུབ་སྟེང་དང་དེ་ནས་གཡོ་སྒྱུ་ལ། ཁ་སྟེང་གཉིས་གཉིས་ན་ཚ། ཨོ་ད་དུང་རས་གྲོང་ནས་གི་ཁོ་གཉིས་ཀྱི་ཡང་རྡོ་རྒྱ་ཤོག་པ་རེད་ཟེར་སྐྱེ་ཡོང་རེད་བ། རྡོ་རྒྱ་ཤོག་པ་ཡིན་ནི་མི་ཡིན་ས་མ་རེད་བསམ། འགྲོ་བ་མི་སྐྱེ་ཡིན་ས་མ་རེད་བསམ། བོད་མི་ཤ་ཁྲག་གཅིག་པའི་སྤུན་ཟླ་ནི་ཁ་བ་ཁ་བ། དེ་ད་ཁོང་ཚོའི་སྐྱེ་སྟངས་དེ་འདྲས་རེད་བ། དེ་རིང་ཕ་སྐད་ཆ་ཤེས་ཀྱི་འདུག་ཟེར་ཁྲི་ཚེ་སྐྱིད་ལའི་རྒྱུ་ནི་འཇིགས་པ་མི་འདུག་བ། སྐྱབས་བཙན་ནི་གང་འདྲས་སྐྱེ་ནི་ཏཱ་ལའི་བླ་མ་གི་སྐྱབས་རེད་འགོང་ཟེར་དུས་ང་ཚོ་གང་འདྲས་སྐྱེ་ནི་འགོང་རེད་སུ་ལ་འགོང་རེད་ཟེར་དུས་ཁོ་ཚོ་ལ་འོང་ཡ་མི་འདུག་བ།

ང་ལས་ལོག་གཉིས་ཀྱིས་ཁྲེལ་གྱི་འདུག་འོ་རྡོ་ནག་ཁྲང་ལོས་པོར་ཏོ་པོར་ཏོ་ལབ་བསྡད་མི་མི་འདུག་ཨ་མེ་རི་ཀ་གི་དཔོན་པོ་དེ་འཛམ་བུ་གླིང་གི་དཔོན་པོ་བྱས་ནས་ད་རང་བ་འོ་པོར་ཏོ་ཆེད་ཆགས་བསྡད་མི་འདུག་འགྲོ་ཐུབ་གི་འདུག་ལས་ཐུབ་གི་འདུག་འོ་ད་དེ་འདྲའི་རྐྱེན་རེད་ད་དེ་ལས་པོར་ཏོ་ལ་ཉེས་མེད་དུས་ང་རྡོ་རྗེ་པ་འདི་དཔའ་མགོ་རེད་འདྲ་བསམ་པོར་ཏོ་ལ་ལས་ཡོད་ཀྱི་རེ་བ་དེ་ཁྱད་པར་ཅི་མི་འདུག་ང་པོར་ཏོ་ལ་ལོག་ན་འོ་ང་ལོ་ཆུང་ཆུང་དེ་ཚོ་ལས་ང་ཆེ་གི་རེད་འོ་ལུས་ལ་ཡིན་ན་ཡང་ཁོ་འོ། ཨོ་གཡོ་སྒྱུ་ལུས་ཁ་བལྟས་དང་དེ་ནས་ཨོ་ག་རུ་སའི་ཁོ་ཨོ་ཡོང་ནས་ད་ཁྱི་མ་རེད་དྲེད་མ་རེད་ད་དག་པོ་དག་པོ་ཐུབ་སྟེ་ཁོང་གཉིས་ཡ་རབས་སྐད་ཡིག་ལྟ་དུས་ལོ་ཆུང་ཆུང་ཅིག་རེད་མི་འདུག་པོར་ཏོ་སྐད་འདྲ་བོ་པོར་ཀིང་འདྲ་བོ་རྒྱབ་བསྡད་གི་འདུག་སྟེ་ད་ཐེངས་ལ་པོར་ཀེ་པོར་ཏོ་པོར་ཏོ་ད་ང་ག་རུ་ལ་གི་མེད། ཁོ་རང་ལོ་བརྒྱད་པོ་ཨེ་བདུན་བཅུ་ཨེ་བཅུ་བརྒྱ་བཅུ་ཨེ་བཅུ་དྲུག་བཅུ་ཨེ་བཅུ་ལྔ་བཅུ་ཨེ་བཅུ་ན་པོར་ཏོ་ལ་ཡ་ཁའི་ཐོབ་དཔོང་དེ་དང་པོར་ཏོ་ལ་ཡ་ཁའི་དཔུང་ཆ་ཡོད་མ་རེད་ལ། ད་ཁྱེད་ཡིན་ན་ང་ལ་ཇུས་གཏོགས་ཅི་མི་འདུག་དེ་ཡིན་ན་ཡང་བོད་མི་མང་འདི་དཀྲོག་གཏོར་ད་དངོས་གནས་དྲུང་ནས་ཁ་རྫུན་ཏོ་རྫུན་རེད་ཧམ་པ་ཧམ་གྱི་དེ་འདྲས་རེད་དེ་ཡ་དེ་ལ